ནས་གུ་རུ་རིན་པོ་ཆེ་དེ་ཉིད་ཨ་ཏི་ང་རང་ཚོ་དུས་རྒྱུན་དུ་གུ་རུ་རིན་པོ་ཆེ་ལ་ད་ཞོགས་ཀའི་ཡིན་ནའང་འདྲ་གོང་ད་ཡིན་ནའང་འདྲ་ཉིན་གུང་ཡིན་ནའང་འདྲ་ག་བ་འགྲོ་བ་ཡིན་ནའང་གུ་རུ་རིན་པོ་ཆེ་གི་དེ་ནི་གཅིག་གི་སྤྱན་གྱི་དཀར་ནག་ཡོན་བཅོས་ནས་སོ་སོ་གི་ཡིད་ལ་ཝལ་ལེ་ས་ལེ་སའོ་བཏབ་པའི་སྒོ་ནས་ནི་ཚིག་ད་ལྟ་རྡོ་རྗེའི་ཚིག་དྲུག་སོགས་རེ་དུ་གསུམ་སངས་རྒྱས་དེ་སྐྱོར་བའི་སྒོ་ནས་ནི་བསམ་བློ་ཞིག་བཏང་པས་འདུ་ཤེས་ནི་ཉམས་ལེན་བྱེད་པ་ཡིན་ན་ཡང་དེ་ནི་ཕན་ཡོན་ཆེན་པོ་དང་བྱིན་རླབས་ཆེ་བ་དང་དེ་བཞིན་དུ་བྱས་ནས་གུ་རུ་རིན་པོ་ཆེ་དེ་ཡང་ང་རང་ཚོ། དགའ་བ་འགྲོ་བ་ཡིན་ནའང་ནི་སྙམ་དུ་ཤིན་ཏུ་གྱུར་པ་ཅིག་ཡོད་མ་རེག་དེ་ཡིན་ཏེ་ག་ལ་དེ་ཡི་གོང་དུ་དུས་གསུམ་སངས་རྒྱས་མགུར་རིན་པོ་ཆེ་གསུངས་པ་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་བདག་ཉིད་ཟེར་ནའང་མི་འདུག་ཀུན་སྤྱོད་གསུམ་གྱི་བདག་ཉིད་ཟེར་ནའང་མི་འདུག་རྩ་བ་གསུམ་གྱི་བདག་ཉིད་ཟེར་ནའང་མི་འདུག་སྐུ་གསུམ་གྱི་བདག་ཉིད་ཚང་མ་མགུར་རིན་པོ་ཆེ་ལས་ཤིན་ཏུ་གྱུར་པ་མེད་བྱས་པ། དེ་ཡིན་ཏེ་ཀུན་མགུར་རིན་པོ་ཆེ་དེ་ཉིད་འདོད་ན་ང་རང་ཚོ་ལ་དད་པ་དང་འདུན་པ་དང་དང་བའི་སྒོ་ནས་གསོལ་བ་བཏབ་ཚིག་འདི་སྐྱོར་བ་ལ་སོགས་པ་བྱས་པ་ཡིན་ན་དེ་ནི། དད་པ་བྱིན་གྱིས་གང་ཟག་ཕོ་མོ་ལ་དཔེ་ཆུང་གང་དུའང་མ་སོང་མགོ་ཉལ་ཡོད་བྱས་པ་མགུར་རིན་པོ་ཆེ་ནི་ང་རང་ཚོའི་གྲལ་མེད་ག་བ་འགྲོས་ན་ཡང་ང་རང་ཚོ་ལུས་དང་གྲིབ་མ་ཞིག་ཏུ་མཉམ་དུ་ཡོད་མ་རེད་མགུར་རིན་པོ་ཆེ་ཞེས་བ་དེ་ད་ད་ནས་ཟངས་མདོག་སྤ་རེ་རེར་བཞུགས་ཡོད་ང་ཚོ་ཁ་ཁ་ཅིག་ཡོད་ཟེར་འདི་འདྲས་ཤིག་ཡོད་མ་རེད་དེང་འདི་ག་ལ་འདུག་ཟེར་དེང་འདི་ག་སོ་སོ་གི་དོད་པ་དང་དོད་མིག་ངོས་བཟོ་བ་སྟབས། བསྒོམས་པ་ཡིན་ན་ཏན་ཏན་གྱིས་གུ་རུ་རིན་པོ་ཆེ་ཀྱི་ཐུགས་རྗེ་དང་བྱིན་རླབས་དེ་ང་རང་ཚོ་ལ་འཇུག་གི་ཡོད་རེད་འཇུག་པ་དེ་ལ་བརྟེན་ནས་ལྷག་པར་དུ་དེ་ནི་ང་རང་ཚོ་སྐུ་གསུང་ཐུགས་ཀྱི་བྱིན་རླབས་དང་རང་གི་ལུས་ངག་ཡིད་གསུམ་དེ་དེ་ནི་ནམ་རྒྱུན་ལས་དེ་ག་ལེ་ག་ལེ་འགྱུར་འགྲོས་ལ་སོགས་པ་རོ་འདུག་བཟོད་ནས་དེ་འགྱུར་བ་ཡིན་ན་དེ་ནི་ཡག་རུ་ཡག་རུ་ཆགས་པ་ནི་དེ་ནི་རིམ་གྱིས་རིམ་གྱིས་ང་རང་ནི་ད་ལྟ་ནི་སོ་སོའི་ཚེ་འདི་ལ་ཡིན་གྱི་བ་མ་འོངས་པ་ལ་ཡང་གུ་རུ་རིན་པོ་ཆེ་ཀྱི་ནི་གསང་རྟོགས་པར་རིགས་ལ་སོགས་པ་སྐྱེ་ཐུབ་པའི་ལ་སོགས་པ་ཏན་ཏན་བྱ་དགོས། ལྷག་པར་དུ་ད་ལྟ་ང་ཚོ་འགུ་རུ་རིན་པོ་ཆེ་དེ་ད་ལྟ་དུས་ཚོད་སྡུག་པོ་བཟོ་བར་དུས་ཚོད་ལྔ་བརྒྱ་པའི་ད་ལྟ་ལྔ་བརྒྱ་ཡོད་ད་དུས་ཚོད་སྙིགས་མ་ལྔ་བརྒྱ་ཡོད་དུས་ཚོད་ལ་བསྐོར་བ་འདི་ཡི་སྐབས་སུ་སྤྱི་བཏང་གི་ལྷ་དང། ལྷ་དང། དེ་ནི་ཡི་ལྷ་ཡི་འདི་ཡི་དམ་ལྷ་ཚོགས་ཀྱི་སྐོར་སྒྲུབ་ཐབས་མང་པོ་ཅི་ཡོད་རེད་དེ་ཡང་འགུ་རུ་རིན་པོ་ཆེ་དེ་དམིགས་བསལ་གྱི་གོམས་གོས་རྒྱུ་མཚན་དེ་ག་ས་ང་ཚོ་དུས་ཚོད་འདི་ད་དེ་ག་ཟོ་རེད་ད། སྡུག་པོ་བཟོ་བར་དུས་ཚོད་སྙིགས་མ་ལྔ་བརྒྱ་ཡོད་སྐབས། ཉོན་མོངས་སྙིགས་མ། ནི་དེ་ནི་དེ་ལས་ཀྱང། བདག། ཁ་བཟོ་བོ་རེ་མི་ཚང་མ། དུས་ཚོད། ནི་ག་ས། མེད་པ་བཟོ་བོ་ར་ཆོས་ཀྱི་བྱེད་འདོད་ཡོད་ན། ཆོས་བྱེད་ཀྱི་དུས་ཚོད། དུས་ཚོད་མ་རག་གིན། དུས་ཚོད་ཡོད་པ་ཡིན་ན་ཆོས་ཀྱིས་མ་ཤེས་གིན། འདི་འདྲའི་གྱི་དུས་ཚོད་དྲན་སྲུབ་ཀྱི་སྐབས་ལ་ཅི་སྣང་ཡི་དམ་ལྷ་ཡི་སྒོམ་སྡེ་མང་པོ་ཡོད་ན་ཡང་མགོ་རུམ་པོ་ཞིག་གི་སྒོམ་སྡེ་དེ་དམིགས་བསལ་ཡིས་བཞག་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ཁོ་ག་རེ་ཡིན་ན་ཡང་ཅིག་དུས་ཚོད་དང་མཐུན་པའི་ཕྱིར་ག་ཆོས་བྱེད་ར་ཆོས་ཐམས་ཅད་ཡག་པོ་རེད་དེ་ཆོས་ཐམས་ཅད་ཉམས་ལེན་བྱས་ན་ཕན་ཐོགས་ཅིག་རེད་ང་ཚོ་ལ་ཡང་ད་ལྟའི་ཡུལ་དུས་ཚོད་འདི་པས་མཛའ་གྲགས་པོ་ཅིག་ཆགས་བསྡད་པ་ར་མཛའ་གྲགས་པོ་ཅིག་དང་ཉོན་མོངས་ཡིན་ན་པ་རགས་པ་ཡིན་པ་དུས་ཚོད་ཡིན་ན་ལྟ་སྡུག་པོ་བྱོས་འདི་གི་ད་ང་ཚོ་ལ་དེ་དང་མཐུན་པའི་ཆོས་ཅིག་གོ་དགོས་རོ་བ་དེ་དང་མཐུན་པའི་ཆོས་འདི་མེད་པ་ན་ཅི་དང་ཆོས་འདི་ལ་མང་པོ་ཡོད་ན་ཡང་ད་དེ་དང་མཐུན་པའི་ཆོས་འདི་ཏག་ཏག་བྱེད་ན་ཁོ་ལ་ཏག་ཏག་ཕན་ཐོག་གི་རེད་དཔེར་ན་ད་ང་ཚོ་དགའ་བསུ་བ་རེད་དེའི་འདུས་དགའ་བསུ་ངུ་རིན་པོ་ཆེ་ཡིས་གསུངས་པའི་ཆོས་འདི་པས་ཟབ་པ་དང་མྱུར་བ་དང་དུས་ཚོད་འདི་ལ་ཏག་ཏག་ཅིག་ཐུན་དུ་བརྟེན་དེ་ཀའི་མི་དུ་ཚོད་ཀྱིས་ཁམས་དང་ང་རང་ཚོའི་ད་ལྟ་དུས་ཚོད་དང་སྟབས་བསྟུན་པ་ཅིག་ཆགས་པ་ཡིན་ན་ཏན་ཏན་ཅིག་ད་ག་ཨིན་ཅིག་ལ་མལ་ཆ་བོ་བསྟིམས་པའི་རྒྱུ་མཚན་གྱི་འགུལ་རིམ་པོ་ཅིག་ལ་དམིགས་བསལ་གྱིས་ནི་གསོ་བ་བཏབ། སྒོམ། སྒོམ་རུས་བྱས་པ་ན་དེ་ནི་ཕན་ཐོགས་པའི་རྒྱུ་མཚན་དེ་རེད་མ་གཏོགས་དེ་ལས་གཞན་པའི་ང་རང་ཚོ་ཡི་དམ་ལྷག་པའི་ལམ་མང་པོ་ཡོད་རེད་དེ་ཚང་མས་ངས་ཕན་ཁེར་བརྟེན་དུས་ཚོད་འདི་ལ་དམིགས་བསལ་གྱིས་ད་ལྟ་འགུལ་རིམ་པོ་ཅིག་ནི་བྱིན་རླབས་ཆེ་བ་དང་མྱུར་ཆེ་བ་དང་དངོས་གྲུབ་ཆེ་བ་དང། ནས་ནི་བར་ཆད་ཞི་བ་དང་དོན་གྱི་ཞེས་པ་ལ་སོགས་མིག་ཟད་ཀྱི་ཁྱད་པར་གྱི་ཆོས་མང་པོ་བརྗོད་ཡོན་ཏེ་སྐབས་སུ་གུ་རུ་པོ་ཆེ་དེ་དག་དག་གོམས་ན་ནི་བསྒོམ་ཆོག་པ་ཅིག་དང་བསྒོམ་བདེ་བ་ཅིག་དང་མྱུར་བ་ཅིག་བསྟན་ཏེ་ཕྱག་འབུལ་བྱས་པར་ད་དེ་ཡང་ད་ལྟ་ནི་འཇམ་མགོན་བླ་མ་མི་ཕམ་རོང་ཅུས་གསུང་བ་ནང་བཞིན་དུ་བྱས་ནས་ག་ས་སྙིང་ངེ་སྙིང་ངེ་ཡི་དགོངས་པ་མུ་མཐར་འཁྲིགས་ན་ཡང།

གུ་རུ་རིན་པོ་ཆེ་ཀྱི་འཕྲིན་ལས་འདི་ཉིད་མཛད་པ་དེ་ཡིན་སོགས་ཁོང་གིས་གསུངས་པའི་ཆོས་དམ་པའི་ཆོས་དང་ཁོང་ལ་ཉམས་ལེན་ཆོས་ཁོང་ལ་གསོལ་བ་ཐམས་དད་ཙམ་དད་ཙམ་གྱིས་ཨ་ནི་ད་ལྟ་འཕྲིན་ལས་མྱུར་བ་དང་ཕན་ཐོགས་བྱུང་གི་ཡོད་གསུངས་གོ་ཐོག་ཐེངས་དེའི་སྐབས་ད་ལྟ་ཁོང་དུ་ཞུ་བར་སྙིང་ནད་འགོས་པ་ཇི་ལྟར་འཁྲུགས་ན་ཡང་རྒྱལ་དབང་པད་མའི་འཕྲིན་ལས་ད་ལྟར་གསལ་པས་ཤར་ན་ང་རང་ཚོའི་མཚན་གུང་ཇི་ཙམ་ཇི་ཙམ་ནག་པ་ཡིན་ནའང་མནའ་འདྲ་བོ་ཅིག་ཆགས་པ་ཡིན་ནའང་ཟླ་འོད་འོད་དེ་དེ་ཙམ་དཀར་པོ་ཆགས་ཀྱི་འདུག་ཨ། གསལ་པོ་བྱ་གི་འདུག་དཔེར་ན་ང་ཚོ་གནམ་ལ་འཚེར་བ་ནི་བཅོ་ལྔའི་ཟླ་སྐར་དེ་དཔེ་གསལ་པོ་གོར་གི་འདུག་དེ་ཡིན་དེ་ཟླ་སྐར་དེ་མིན་ན་དཔེ་མུན་པ་ཡོད་རེད་བ། མུན་པ་དེ་ཙམ་ནང་ན་ནི་ཟླ་སྐར་དེ་དེ་ཙམ་གསལ་པོ་ཆགས་བ་ན་ཞེ་འདོད་བྱེད་ནས། སྙིགས་མ་དུས་ཚོད་ཇི་ཙམ་གྱི་དཀའ་ལས་དང་ཉོན་མོངས་ག་ཚོད་མང་ཆེ་ཡོད་ན་དེ་ཙམ་མེད་པར་བྱས་ལ་མགུར་རིན་པོ་ཆེ་གི་ཆོས་ཟབ་ཆོས་དེ་ཁྱད་པར་འཕགས་པ་ཅིག་དང་བྱིན་རླབས་ཆེ་བ་ཅིག་ནི་ཚན་ཁ་ཆེ་བ་ཅིག་ཏན་ཏན་ཡོད་གསུང་གི་འདུག་དེ་ཡིན་དེ་སྐབས་སུ་ང་རང་ཚོ་ཚང་མས་ནི་མགུར་རིན་པོ་ཆེ་ལ་དད་པ་དང་འདུན་པ་དང་དང་བ

སྔགས་རྫོགས་ལྷག་པའི་ལྷ། རྒྱལ་བ། ཞི་བ་ཞི་ཁྲོའི་ཞི་ཡུལ་རྩ་ཆོས་དང་དྲག་རླུང་ལྔ་བཅུ་རྩ་བརྒྱད་ལ་སོགས་པ་གང་ཇི་སྙེད་ཡོད་པ་དེ་དག་ཐམས་ཅད་མགུར་རིན་པོ་ཆེ་གཅིག་གི་ནང་འདུས་ཏེ་ང་རང་ཚོ་དབང། ལུང། ཁྲིད། མན་ངག་ལ་སོགས་ཞུ་སའི་བླ་མ། མང་པོ་བརྒྱ་ཕྲག་མང་པོ་བསྟེན་པ་ཡིན་ན་དེ་དག་ཐམས་ཅད། ངོ། མགུར་རིན་པོ་ཆེ་གཅིག་གི་ངང་ཅི་རང་ཅིག་བསྒོམ་ཉམས་ལེན་བྱས་པ་དེ་ཚང་མ་དེ་ནང་འདུས་ཏེ་ཡོད་གསུང་གི་འདུག་དེ་ཡིན་པ་དེའང་ད་ལྟ་ག་རེ། ཆོས་སྐུའི། ཆོས་སྐུའི་དུས་སུ་ཀུན་ཏུ་བཟང་པོ་དང། ལོངས་སྐུའི་དུས་སུ་རྡོ་རྗེ་འཆང་ཆེན་པོ། སྤྲུལ་སྐུའི་དུས་སུ་ཐུ་བ་ཆེན་པོ་ཉིད། གཉིས་མེད་པད་འབྱུང་ང་རོ་འདུས་པ་ཡིན་གསུངས་ཏེ། དེ་མགུར་རིན་པོ་ཆེ་སྤྱན་རང་གིས་དགོངས་པ་ཡིན་ན། དེ་ཆོས་སྐུ་ཟེར་ན་ཡང་རེད་ལོངས་སྐུ་ཟེར་ན་ཡང་རེད་སྤྲུལ་སྐུ་ཟེར་ན་ཡང་རེད་ཀུན་ཏུ་བཟང་པོ་ཟེར་ན་ཡང་རེད་རྡོ་རྗེ་འཆང་ཟེར་ན་ཡང་རེད་ཐུ་བ་ཆེན་པོ་ཤཱཀྱ་ཐུ་བ་ཟེར་ན་ཡང་རེད་མགུར་རིན་པོ་ཆེ་སྤྱན་རང་གིས་བསྒོམ་ཐུབ་ན་དེ་ཙམ་གྱིས་འཆང། དེ་ག་རང་ལ་མ་འདུས་པ་ཅིག་མེད་གསུངས་དགོས་རེད་དེ་ནི་ང་རང་ཚོ་ལ་ཀུན་སྤྱོད་གསུམ། རྩ་བ་གསུམ། གནས་ཡང་ནི་སྐུ་གསུམ་ལས་ལྷག་པའི་འབྲས་བུའི་ཆོས་ཅི་ཡོད་སྨྲ་བ། དེའི་ཚང་མ་མགུར་རིན་པོ་ཆེ་ཉིད་ལ་བསྡུས་ཡིན་འདོད་ཀྱི། མགུར་རིན་པོ་ཆེས་ཁྱེད་རང་གི་གསོལ་བ་བཏབ། མགུར་རིན་པོ་ཆེས་བསྒོམ་བཞག་པ་ཡིན་ན། ཆོས་ཚང་མ་དེའི་ནང་ལ་མ་འདུས་པ་གཅིག་སྨྲས་གསུངས་ཡོད་འདུག་སྐབས་སུ་སྨྲས་མི་སྲིད་ཀྱི་བྱིན་རླབས་ཆེ་བ་རྩ་ཆེན་པོ་གཅིག་ཏན་ཏན་ཆགས་ཀྱི་ཡོད་རེད་དེ་འདི་ག་ད་འདི་ནས་མ། འདུ་བྱེད་ནས་འདུ་གསུམ་སངས་རྒྱས་ཀྱི་ཚིག་དོན་མདོ་ཙམ་གྱི་ཞུ་བ་སྟེ། ལས་དང་པོ་རྣམ་པ་ཏན་ཏན་གཅིག་ཐུབ་མཁན་སུ་ཡིན། སུ་བའི་རེ་བ་ཡོད་ཞུ་གི་ཡིན། ལགས་སོ། དེ་ནི། གུ་རུ་ཡི་ཚེ་ཆུ་བཟང་ཞོ་ཡ་ཡིན། དུ་བྱས།